ཡང། ཀྱེ་རོང་ཆུ་འཛོམ་གར་བཏང་ན་བཏང་ཨ་གར་བཏང་བཏང་སྤང་སྡེ་ལྷ་མོ་བཏང་ན་བཏང་སུ་བཏང་བཏང་ཞོག་ཨ་བཏང་ཞུ་བཏང་ཞུ་ད། ཁྱོད་རང་ཚོ་བྱིས་པ་འདི་དྲན་ཚུགས་མི་འདོད་ཉིས་སྟོང་བཅོ་ལྔར་ད་ལྟ་བབ་འདུག་ཨ། ཁྱོད་རང་ཚོ་བྱིས་པ་དྲན་མི་འདོད་ངས་ག་རེ་བྱས་བཞག་ཁྱོད་ཚོ་ལ་ད། གནམ་མདོ་ས་རྒྱབ་རྒྱུག་ཁྱོད་ཚོ། སྤྱི་ཁང་ནང་ལ། སྐུ་ཞོགས་ཅིག་ལ་ངོ་རྒོལ་བྱས་དར་ནག་ཁྱི་རྒྱུག་ལྡན་ཁྱོད་ཚོ་མར་བས་ཁྱི་རྒན་ཁྱོད་ཚོ་སྤང་འགྲོ་ཁྱོད་ཚོ་ད། ད་རུང་མི་ལག་ཅིག།

ཁྱོད་རང་ཚོ་ལ་ཚུར་ལོག་ཡོང་དགོས་རེད་ཁྱོད་རང་ཚོ་ལྷ་ཁུ་སེ། ཁྱོད་རང་ཚོ་བྱེད་སྟངས་འདི། ཨོ་བསྟན་འཛིན་ལགས། མཚམས་འདྲི་བཀྲ་ཤིས་བདེ་ལེགས། ད་བསྟན་འཛིན་ལགས་བཀའ་མོལ་མང་པོ་གསུངས་འདུག་ཨ་ནི་ངས་དཔལ་ལྡན་བླ་མ་སྐུ་བ་བཞིའི་བུ་ཡིན། གང་རེད་ཟེར་ན་ཨ་ནི། བསྟན་འཛིན་ལགས་ཁྱེད་རང་ལས་གཙོས་བའི་གི་ཨ་ནི་ཆོས་གྲོགས་ཁ་ཤས་ཅིག་གིས་བཀའ་མོལ་ལོག་བཤད་མང་པོ་གསུངས་ཀྱི་འདུག་ཨ། ཨ་ནི། ཅེས་ལ་བདེན་པ་ལ་བརྫུས་མ། བརྫུས་མ་ལ་བདེན་པ། ཨ་ནི་དེ་འདྲའི་སོང་ཙང་ད། ཨ་ནི་ཁ་ཐོ་ཁ་ལ་མི་གཅིག་གས་ཡང་བརྫུས་མ་དེ་འདྲའི། བོད་ཀྱི་དར་ཆ་ཁུར་ནས་ཡང་སྐད་ཆ་མང་པོ་བཤད་ཀྱི་འདུག་ཨ། ཨ་ནི་ང་རང་གིས་ད། སྐྱབས་དང་མགོན་འཕར་བ་ཆེ་རེད་ཟེར་སྐྱ་བ་བཞིའི་ནོར་བུ། དཔལ་ལྡན་ལྷ་མོ་གནས་ཆུང། ད་ཁོང་ཚོ་ལ་གསོལ་བ་བརྒྱབ་ནས། ང། དེ་བྱས་ནས་ཕུལ་བ་ཡིན་ད་བསྟན་ཟེར་ལ། ད་ཁྱེད་རང་དེ་རང་ཡིན་ད། ང་ཚོ་ཚེ་འདི་ཕྱི་གཉིས་ཀའི་ད་སྐྱབས་གནས་ཁོང་ལ་ལབ་པ། ཞུ་ས་ཡོད་མ་རེད། ད། དེ་འདྲའི་ཅིག་ཕུལ་ཡིན་འདུག་བསྟན་འཛིན་ལོ། ཨ་ནི་ད་བསྟན་འཛིན་ལ་གྲོགས་པོ་དེ་མཉམ་དུ་པར་རྒྱབ་ཏུ་བ། བོད་པའི་བུ་རང་བཙན་ལ་ངས་དེ་ལོག་བཤད་དེ་ཨ་མ་མ་མ་མ་མ། བསྟན་འཛིན་ཁྱེད་རང་བསྟན་འཛིན་ལ་ཁྱེད་རང་ལས་ཚབ་ཆེ་བ་བཤད་ཀྱི་འདུག་བ། ཨ་ནི་ཁོ་གི། ཁ་བ་གངས་ཅན་ལ་ང་ཁ་ཚང་སྐད་ཆ་བཤད་འོ་བསམ་སོང། ཨ་ནི་ང་བུ་དང་ཁོང་ཚོས་ཀྱི་ད་ཚོགས་པ་ནང་ལ་སྐད་ཆ་མང་པོ་མ་བཤད། ཨ་ནི་ཨ་མ་སྐད་ཆ་བཤད་ན་ཡང་ནོར་ན་ཨ་ནི་མི་ཡི་གི་དྲ་རྒྱ་ནང་ལ་ཁད་འགྲོ་གི་རེད་ལ་ཨ་ནི་བཀག་སོང་གཞན་ང་ཁ་བ་གངས་ཅན་ནང་ལ་ཆ་ཤས་ལེན་གི་ཡིན་བསམ་ནས་བསྡད་ཡོད། དེ་བོད་ཀྱི་བུ་རང་བཙན་ཟིང་གི་ལུས་འདི་ལ་ང་ཅིག་ལབ་གི་ཡོད། ཨོ་བསྟན་འཛིན་ལགས་ཨ་ད་ལྟ་ཏི་རི་བཞག་གི་ཡིན་ད་ཡ་ང་ནང་ལ་མི་ལས་སོ། ཡ། སྐྱིད་རོང་ཆོས་འཛོམས་གར་བཏང་ན་བཏང་ཨ་གར་བཏང་བཏང་དཔའ་འདེ་ལྷ་མོ་བཏང་ན་བཏང་སུ་བཏང་བཏང་ཞོ་ཨ་བཏང་ཞུ་བཏང་ཞུ་ད། ཁྱོད་རང་ཚོ་བྱིས་པ་དེ་དྲན་གསོས་མི་འདོད་ཉིས་སྟོང་བཅོ་ལྔ་ནི་ད་ལྟ་བར་དུ་ཨ། ཁྱོད་རང་ཚོ་བྱིས་པ་དྲན་མི་འདོད་ངས་ག་རེ་བྱས་བཞག་ཁྱོད་ཚོ་ལ་ད། གནམ་མདོ་ས་རྒྱབ་རྒྱུ་ཁྱོད་ཚོ། སྤྱི་ཁང་ནང་ལ། སྐུ་ཞོགས་ཅིག་ལ་ངོ་རྒོལ་བྱས་ད་ནག་ཁྱི་རྒྱུག་ལྡན་ཁྱོད་ཚོ་མ་རེད་བས་ཁྱི་རྒན་ཁྱོད་ཚོ་སྤང་འགྲོ་ཁྱོད་ཚོ་ད། ད་རུང་མི་ལག་ཅིག།

ཁྱོད་རང་ཚོ་ལ་ཚུར་ལོག་ཡོང་དགོས་རེད་ཁྱོད་རང་ཚོ་ལྷ་ཁུ་སེ། ཁྱོད་རང་ཚོ་བྱེད་སྟངས་འདི་གི།
བསྟན་འཛིན་ལགས། མཚམས་འདྲི་བཀྲ་ཤིས་བདེ་ལེགས། ད་བསྟན་འཛིན་ལགས་བཀའ་མོལ་མང་པོ་གསུངས་འདུག་ཨ་ནི་ངས་དཔལ་ལྡན་བླ་མ་སྐུ་དབང་བཞིའི་བུ་ཡིན། གང་རེད་ཟེར་ན་ནི། བསྟན་འཛིན་ལགས་ཁྱེད་རང་ལས་གཙོས་བའི་གི་ཨ་ནི་ཆོས་གྲོགས་ཁ་ཤས་ཅིག་གིས་བཀའ་མོལ་ལོག་བཤད་མང་པོ་གསུངས་ཀྱི་འདུག་ཨ། འདི་ལ་སྐྱེ་འགག་སྐྱེ་མེད་ཙམ་ཡང་རེད་མ་རེད་ད། ཁྱེད་རང་གཅིག་ལ་བཏང་ཡང་མ་རེད་ད་ཁྱོད་རང་དང་རྩོད་བའི་ལོག་བཤད་བཤད་ངེས་མིན་གང་ག་ལ་བཏང་ཡིན་ད། ཁྱེད་རང་ཁ་བ་གངས་ཅན་ནང་ལ་ག་འདྲའི་ལོག་བཤད་བཤད་གི་ཡོད་བོད་རྒྱ་ལུ་ནང་ལ་ག་འདྲའི་ལོག་བཤད་བཤད་གི་ཡོད་རེད་ཨ། བདེན་པ་རབ་བཀྲོལ། བོད་པའི་བུ་རང་བཙན། བསྟན་འཛིན་ཁྱེད་རང་ཚོ་ལ་བཤད་ཡིན་ད། ཁྱོད་རང་གང་ཞིག་ལ་སྐྱག་རྫུན་བཤད་ནས། ཇུས་ངན་པ་ལས་ངན་པ་སང་ཡིན་ཁྱེད་རང་ཚོ་རེད་བ། ལས་ཀ་ལ་ལམ་ལ་འགྲོ་མ་བཅུག་སང་མ་ཁྱེད་རང་རེད་བ། ད་ལོ་སོ་སོ་གི་སྐྱོན་སོ་སོས་ངོས་ལེན་མ་བྱེད་མི་ལ་ཡ་ལ་བསྐུར་ནས་མ་རབས་བཤད་ནས་རྐུ་མ་ཧམ་བྱེད་མི་བསད་ང་ཡ་བྱེད་ཀྱི་མེད་ད་ཁྱེད་རང་ག་འདྲས་བཤད་ཀྱི་ཡོད་ང་ཚང་མ་ཧ་གོ་གི་ཡོད་བདེན་པ་ར་སྤྲོད་བྱེད་བོད་པའི་བུ་རང་བཙན་བྱེད་བསྟན་འཛིན་བྱེད་ཁྱེད་ཚོ་ཁ་ཤས་གཡོ་བ་ཨ་ནི་ཁ་ཤས་གཡོ་བ་ང་ཧ་གོ་གི་ཡོད་ང་ཚོགས་པ་ནང་ལ་དེད་ནས་ལོ་མང་པོ་འགྲོ་སོང་ང་ཁ་སང་ཆ་ཤས་ལེན་དགོས་བསམ་སོང་ང་སྤུ་གུ་ཆ་ཤས་ལེན་བཅུག་མ་སོང་ད་སླར་ག་རེ་སྐྱག་རྫུན་བཤད་གི་ཡོད་སོ་སོས་ངོས་ལེན་མ་བྱས་ནས་དགོངས་དག་མ་ཞུས་ནས་ད་རུ་ཁ་ཚོགས་པ་རྣམས་ལ་ཐོང་ཁ་སྐྱག་པ་བཤད་ནས་ག་ཞིག་གི་རེད། སྐྱིད་མེད་རྩ་མེད་དཀོན་མཆོག་ང་ལ་ང་སྐྱིད་མ་དེ་ངས་དེ་ལ་ལ་ནི། སྐྱིད་མེད་རྩ་མེད། བཙན་བྱོལ་སྒྲིག་བཟོ་གཏོར་བཤིག་བཏང་ཡང་ཉིས་སྟོང་བཅོ་ལྔ་ནས་ཁྱོད་ཚོ་ཁྲང་དེ་རུ་བ། ནིའུ་ཡོག་གི་ཚོགས་ཁང་དེ་རྣམས་ལ།

ཁྱོད་རང་ཚོས་ད་ངས་ཀྱི་ཁྱོད་རང་ཚོ་ལ་ད། སྟོན་འགོར་ཁྱོད་རང་ཚོ་ལ་རོ་འདི་འདྲ་བཤད་ཀྱི་འདུག་མི་ལ་ཨ་ཁྱོད་རང་ཚོ་ལ་ཕོག་ན་མི་ལ་ཕོག་གི་རེད་ལ། ད་ང་སྐད་ཆ་མང་པོ་བཤད་བཞིན་པས་ཁྱེད་རང། ང་ཚོ་བོད་ཕ་ཡུལ་ལ་ར་སློང་ན་ར་ཐུག་ན་ཀླད་དང་ལུས་ཐོག་ན་སྦས་ལ་ནས་ཁྱེད་རང། སྐྱིད་ལ་བཙོ་གི་སྡོད་གི་རེད་ཐ་མ་འདི་ཁྲམ་པ་བཤད་ཀྱི་འདུག་ད་ཙན་དན་ཁྱོད་རང་མི་ཡག་པོ་མ་རེད། ལོག་བཤད་བཤད་ངས་བསྟན་སུས་ཀྱི་ནོར་འཁྲུལ་བྱས་སོ། ད་ག་འདྲའི་ཕྱིར་ཁྱེད་ར་ཧ་གོ་གི་མེད་པས་ཁྱེད་ར་ཆ་ཚང་བཤད་ཡ་ཡོད་བ། དེ་ངས་ད་གྱིས་ལབ་ས་རྐུ་མ་ཧམ་ཅིག་མི་བསད་ས་སོ་སོའི་སྐྱོན་སོ་སོས་ངོས་ལོན་མ་བྱས་མི་ལ་ག་ར་ཡ་ལ་གོ་གི་འདུག་ལ་ཡིན་པ། བསྟན་འཛིན་ང་གཅིག་ལ་འགྲོ་གི་ཡོད་ད་དེ་རང་ཡིན་འདུག་ཨ་ཁྱེད་ར་ག་ཚོད་གསུང་ན་གསུང་ང་ནི་ད་ལྟ་ཕྱི་ལོག་ལ་བུ་བསླེས་སོང་ཕྱི་ལོག་ཅིག་ལ་འགྲོ་གི་ཡོད་འདུག་ཨ་ནི་ཞུ་མ་ཐུབ་ཡོང་ལབ་སོ།